བོད་ཡིག་གི་བྱིན་འབྲ་ཕེབས་མཁན་ཡོངས་རྫོགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། དེ་ནས་ད། ངས་ཀུན་སློང་ག་རེ་ཁྱེར་ནས།

Dollar དང Bond དང Rupees གཅིག་པོ་རྒྱུ་ནོར་ཆགས་ཀྱི་ཡོད་མ་རེད་ང་རང་ཚོའི་རྒྱུ་ནོར་འདི་ཁྱེད་ཚོའི་གཟིམ་ཁང་ལ་ཡོད་པའི་ཨ་བ་ཚོ་རྒྱུ་ནོར་རྩ་ཆེ་ཤོས་དེ་རེད་བ་ཨ་ནི་ཁོང་ཚོ་མི་ཡག་པོ་གཅིག་བཟོ་ཐུབ་ཡ་དེ་དེ་གལ་ཆེ་ཤོས་གཅིག་རེད་བསམ་གྱི་འདུག་བྱས་ཙང།

དེ་ནས་ད་ང་ཚོ་དེ་ཉི་མ་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་ད་ཉི་མ་བདུན་པ་དེ་རེད the seventh day ཉི་མ་གཅིག་ལ་ཚིག་གྲུ་བཞི་ལས་སླ་པོའི་ཐོག་ནས་ལས་སླ་པོ་བྱས་ནས་བྱང་ཐུབ་གནང་གི་རེད་ད་ཁྱེད་རང་ཚོས།

མ་ཤེས་ཡ་གང་ཡང་ཡོད་མར་དམིགས་བསལ་གྱི་བོད་ཡིག་ཀློག་ཡ་དཔེ་མི་སྲིད་པའི་ཀླད་པ་པོ་བ་རེད། དཔེ་མི་སྲིད་པའི། བྱས་ཙང་ད་ཁྱེད་རང་ཚོས་འདི་ལ་བལྟས་ཚེ་ཞེས་དོ་སྣང་གནང་རོགས་གནང། ཨ་ནི། ད་ང་ཚོ་ཁ་བ་ལས་སུ་ཞག་ས་ཨ་ཡ། ནས། གཟིམ་ཁང་ལ་ནེ་པ་ལི་སྐད་བསྐྱུར་རྒྱུ་ཡོད་ན། ཙ། ཚ། ཛ།

དེ་ནས་དཀྱིལ་གྱི་ཐིག་དེ་འཐེན། དེ་ནས་འདི་དུ་ཐུལ་བ་ཡིན་ན། འདི་ར་རེད། ར། ར། ར་རེད། དེ་ནས་ར་གི་ཐད་ལ་ལ་ག་དེ་སྤྱི་བོ་རེད་སྟེང་གི་ཐིག་དེ་དང་པོ་འཐེན་པ་རེད། དེ་ནས་མདུན་གྱི་སྡིག་པའི་མཐིང་བར། དེ་ནས་དཀྱིལ་གྱི་མཐིང་པའི་མཐེན། དེ་ནས་ཐིག་ཐ་མ་དེ་སྟེང་ནས་མ། མཐེན་པོ་རིགས་འདི་ལ་རིགས། ར། ལ། ད། ཨ་བ་ཚོ་ལ་བསླབ་པའི་སྐབས་ལ་ཡི་གེ་ངོ་ཤེས་པ་ཙམ་དུ་མ་ཟད་བྲིས་སྟངས་ག་འདྲས་བྲིས་འོ་རེད། ར་དྲུག་བཅུ་དྲུག་ཙམ་ནས་གཅིག་གཉིས་གསུམ། ལ་དྲུག་ཅུ་གཅིག་གཉིས་གསུམ་བཞི་དེ་འདྲ་སླེབས་ན་འགུག་གི་ཡོད་རེད། ར་ལ་ཤ། ཤ། ཤ།

འདི་ཟ་རེད་ཟ། འདི་ས་རེད་ཟ། ས། འདི་ཤ་རེད་ཤ་རེད། འདི་ཤ།

ད་དེ་ཙམ་མར་འདི་ལ་དྲི་བཤད་ད་དུང་མང་པོ་ཡོད་ཡིན་ན་ཡང་ད་མང་པོ་ཞེ་དྲག་ཁྱེད་རང་ཚོ་ལ་ཞུས་པ་ཡིན་ན་ཡང་ཨ་བ་ཚོ་དབུགས་ཉུང་གི་རེད། བྱས་ཙང་ད་དེ་རིང་ང་ཚོ་ར། ལ། ཤ། ས། སྟངས་ཀྱི་ཉི་མ། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བདུན་ཕྲག་གཅིག་གི་ནང་ལ། ཨཱ་ནི་ཡིག་འབྲུ་མང་པོ་ཞེ་དྲག་ཤེས་མཚར་དོ་དགའ། དེ་འདྲ་བྱེད་ཕྱིར། ཟླ་བ་གཅིག་ཟླ་བ་གཅིག་གི་ནང་ལ་ག་ཞེ་ད་ཟླ་བ་གཉིས་ཀྱི་ནང་ལ་ཁྱེད་རང་ཚོ། ཕ་མས་དུས་ཚོད་སྟོན་བྱས་ཨ་བ་ཚོ་ལ། དྲ་རྒྱ་འདི་བརྒྱུད་ནས་ཁྱེད་རང་ཚོས། ཁྱེད་རང་ཚོས་ཡང་ཤུགས་བསྐྱོན་པ་ཡིན་ན་ཁྱེད་རང་ཚོས་ཡང་མཉམ་སྒྲུབ་གནང་པ་ཡིན་ན། ཟླ་བ་གཉིས་ཀྱི་ནང་ལ་ཏན་ཏན་ཕྲུ་གུ་ཚོ་བོད་ཡིག་ཀློག་ཐུབ་པ་ཡོང་གི་རེད། དེ་འདྲ་བྱེད་ཅིག་ཨ་ནི་ཁྱེད་རང་ཚོ་དེ་ཁྱེད་རང་ཚོ་ལ་ཐུགས་ཕན་གསོ་གི་འདུག་ན་ལེགས་གནང་རོགས་གནང། ལེགས་གནང་པ་ཡིན་ན་ག་རེ་ཡོང་གི་རེད་ཟེར་ན།

དེ་འདྲ་བྱེད་ཚེ་ཡག་པོ་འདུག་ཡང་མ་ལབ་མ་གསུངས་པ་བྱས། ཡག་པོ་མི་འདུག་ཡང་མ་གསུངས་པ་བྱས་འདུག་ཞུ་བས་ན། ཨ་ནི་དེ་མང་པོས་མཐོང་ཡག་གི་གོ་སྐབས་ཡོང་གི་མ་རེད། ཨ་དེ་འདྲ་བྱས་ཚེ་ད་ཐག་རིང་གི་ཚིག་འདྲ་དེ་དེ་མཚམས་བཞག་གི་ཡིན་ཁྱོད་རང་ཚོར་ལ། ཨ་ནི་ཕྲུ་གུ་ཁྱོད་རང་ཚོའི་ཕྲུ་གུ་ལ་བོད་ཡིག་བསླབ་ཡག་ལ་ཐུགས་ཕན་གསོས་པས།